སེམས་དཔར་འདོད་པ་ཐམས་ཅད་འདུལ་འགྲོའི་ཕྱིར་ན་མོ་ཨར་ཡ་དམ་པ་ལྷ་ཡི་སྐད་དང་བློ་དང་གནོད་སྦྱིན་གྱི་དྲི་བ་མདོ་དང་མ་ཡི་སྐད་རྣམས་དང་འགྲོ་བ་ཀུན་གྱི་དོན་རྣམས་ཇི་ཙམ་པ་ཐམས་ཅད་ཀྱི་དོན་བདག་གི་ཆོས་འདི་འགྱུར་བར་བྱང་འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཐོག་མ་མེད་པའི་དུས་ནས་རང་རེ་རྣམས་ཀྱིས་ཕ་མ་མ་ཤི་བ་མེད་ཕ་མ་ཤི་བའི་དུས་སུ་ད་ལྟའི་ཕ་མའི་བུ་རྒྱུད་ལ་རྩེད་གྲོང་བྱེད་པ་བརྒྱུད་འདི་སྲིད་ཀྱི་ཕུད་ཆེ་གོས་ཀྱི་རྩེ་གཡོག་བཤམས་པའི་སྐྱིལ་ཀྲུང། བརྩེ་བའི་ནུ་ཞོ་གཟུགས་བཤམས་པའི་ཤ་དྲོད་དུ་བྱུང་བའི་དྲིན་ཆེན་དྲིན་ཆེན་དེ་དག་ཐམས་ཅད་འདོད་པ་བདེ་བ་འདོད་ཀྱང་བདེ་བའི་རྒྱུ་དགེ་བ་བཅུ་སྒྲུབ་མི་ཤེས། དུང་དཀར་མི་འདོད་ཀྱང་དེའི་རྒྱུ་མི་དགེ་བ་ཅན་མཆོད་མྱོང་དུ་བྱེད་པའི་ཕྱིར་མདོས་དང་ལག་ལེན་ཕྱིན་ཅི་ལོག་ཏུ་གྱུར་པའི་སློང་བ་མགོན་མོ་མཐོང་ཆེད་དུ་བསྒྲུབས་པ་ལྟ་བུ། མར་གྱི་སེམས་ཅན་ཐམས་ཅད་རྣམ་འབྱེད་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་སྐྱེ་ནས་ཀྱང་ཐོབ་པར་བྱ། དེ་ཐོབ་པའི་ཆེད་དུ་ཆོས་མཉན་པར་བྱ་སྒྲུབ་པར་བྱ་སྙམ་པའི་འོད་ཐམས་ཅད་འོད་བསམ་པ་རྒྱ་ཆེ་བ་བྱང་ཆུབ་མཆོག་ཐོན་ཅིག། དག་ཁྱིམ་གྱི་དད་ལྡན་གྱི་སྒོ་ནས་ཁོ་བོ་ཚུན་པ་ཐམས་ཅད་དབུལ་ཆ་བོ་ནུབ་བདེ་བ་ཅན་གྱི་ཞིང་ཁམས་བདེ་ཆེན་ཞིང་ཁྲིར་སྦྱར་བ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་ཐབས་མཁས་ལ་ཐུགས་རྗེ་ཆེན་པོ་དང་ལྡན་པའི་བདེར་གཤེགས་བསམ་པ་དང་རང་རང་གི་དབང་བོ་དང་མཐུན་པའི་ཆོས་ཀྱི་ཕུང་བོ་བརྒྱད་ཁྲི་བརྒྱད་སྟོང། ཆོས་རྒྱལ་དང་མཚམས་བཅད་གང་འགྲུབ་ཀྱི་འོ་བྱེད་རླུང་མི་ཆོད་པ་དེ་ལྟ་ན་འབྲས་བུ་བདེ་བ་མི་འབྱུང་བ་མེད་ཀྱང། དེ་དག་ལས་མཆོག་ཏུ་གྱུར་པ་ནི་བདེ་བ་ཅན་གྱི་བྱང་སྒོམ་བདེ་ཆེན་ཞིང་བསྒྲུབས་ཤིང། དེ་རང་རང་ཐམས་ཅད་ཀྱི་ད་ལྟ་འཇིག་རྟེན་གྱི་ལུས་རྒྱུ་འབྲས་ཚད་ཀྱི་སྐྱེ་བོ།

འཇིག་རྟེན་གྱི་ཁམས་འདི་ཚེ་རིང་བ་ནད་མེད་པ་ལོངས་སྤྱོད་ཆེ་བ་གཟུགས་མཛེས་པ་ཐུགས་རྗེ་ཀྱི་ཡང་སྟེ་བདུན་དང་ལྡན་པའི་ཤུགས་ཁམས་ཡོད་ཀྱི་དེ་འོ་ཆུ་དགེ་བ་སྒྲུབ་པའི་འབྲས་བུ་ཤོང་ན་ཆེ། འཇིག་རྟེན་ཁམས་ནི་ལུས་ལ་ན་ཚ་སེམས་ལ་སྡུག་བསྔལ་ཚེ་ཐུང་བ་ནད་མང་བ་བུན་འཕང་སྤྲིན་ཁམས་ཀྱི་སྡུག་བསྔལ་བྱུང་བ་འདི་ཐམས་ཅད་འོ་ཨོ་མི་དགེ་བའི་ཚལ་ཁོར་ཡུག་འབྲེལ་བའི་འབྲེལ་མཐོང་བཅུ་རྩེ་གྱུར་ནི་བྲི། དེ་འཛིན་མའི་འཇིག་རྟེན་སྐབས་ནི་སྐྱེ་ཚུལ་མ་ཡིན་པ་གཅིག་དང་འཇིག་རྫིའང་འདྲ་སྙམ། ཚེ་རང་མཐོང་བའང་འདྲ་སྙམ། ཨོ་སྙམ་པ་ལ་དེ་ལྟར་མ་ཡིན་ཏེ། ཨོ་ལུས་དགེ་སྡུག་གཉིས་ཀྱི་འབྲེལ་བའི་འབྲེལ་དུ་གི་རྗེས་སུ་འགྲོ་བ་ཡིན་དུས་ད་ལྟ་རང་རེ་རྣམས་ཀྱིས་མིའི་ལུས་རྟེན་འཚོབ་མར་བྱིས་པ་དང་ཁུ་བ་མིའི་མཚན་ཉིད་དུ་སྐྱེས། དེ་ནས་དམ་པའི་ཆོས་ཞི་བདག་ཅག་གི་ཕྱག་བྱས་སྟོན་པ་ཕྱག་རྒྱ་ཐུབ་པ་འཇིག་རྟེན་འདི་ཁམས་འདི་ཚོགས་ཆོས་བརྒྱད་སྣང་བ་མ་བྲལ་བའི་ས་ཐིག་ཐམས་ཅད་འོ་ཆུ་ཚིག་གི་ཡུལ་རུ་བསྒྲིག། འོ་ཞིང་མཐའ་འཁོབ་ཀྱི་ཡུལ་ལུང་ལ་སོགས་པ་དམ་པའི་ཆོས་མི་དར་བའི་གནས་ས་ཆོས་དགེ་བ་བསྒྲུབས་ན་འདྲེས་པ་བདེ

དབུལ་ཆ་དབུལ་འཁོར་རིགས་སེམས་ཅན་གྱི་ཚོར་བ་དེ་མ་སྐྱེས་ནུས་ནི་མ་རིག་སངས་རྒྱས་ཡོན་ཏན་ཡོད་པ་ནི་རིག་བྱང་ཁམས་སྐྱེས་ནི་རིག་ལྡན་ནུབ་བདེ་བ་ཅན་གྱི་བྱང་ཁམས་དབུགས་སུ་སྨོན་ལམ་བཏབ་ནི་ཡིན་ན་སྐྱེས་ནུས་ནི་རིག་དུས་ཀྱི་བདེ་ཆེན་བྱང་འཕྲལ་ཚེ་སྐྱེས་འདུག་སྐྱེ་བོ་སྟོང་སྒོ་དུས་ཀྱི་རིག་འཁོར་རིགས་སེམས་ཅན། ཐུགས་བསམ་དགུ་མའི་སྐུ་ནི་འབར་བ་འདི་དག་ཐམས་ཅད་ནུབ། སྐྱེ་མཆེད་ཀྱི་རྒྱུ་བྱུང་ཁམས་ཐམས་ཅད་འོད་ཀྱིས་མི་ནུབ་ཤི། ནུབ་བདེ་བ་ཅན་གྱི་བྱུང་ཁམས་སྐྱེས་ནུབ་ཤི། དེ་ནུབ་གཅིག་གི་ཡོན་ཏན་རྒྱུ་མཚན་བཅས་བརྫི་བྲལ་ན། སངས་རྒྱས་འོད་དཔག་མེད་ལྷོད་པ་ལམ་གྱི་ནི་ཟིལ་དགེ་སློང་ཆོས་ཀྱི་འབྱུང་གནས་ལ་སོགས་པ་ཡོད་དུ་སོང་གཅིག་གི་བྱུང་ཁམས་དགའ་སློང་གི་ཕྱི་མ་ཙམ་དུ་སོང་དེའི་སྐྱེ་བའི་ཡོན་ཏན་དེ་ནི་འོད། དོན་རྣམས་འཕགས་པ་ཐམས་ཅད་ཀྱི་བྱང་ཆུབ་སེམས་དཔའ་ཐམས་ཅད་སྐྱེ་ཡང་འཁོར་བའི་སེམས་ཅན་ནི་གཅིག་ཡང་སྐྱེ་མི་ནུས་ཤིང། འཁོར་བའི་སེམས་ཅན་རྣམས་ལ་ཤིན་ཏུ་སྡུག་བསྔལ་དྲག་པོ་མནར་བ་ལ་སྙིང་རྗེ་ཞིག་མི་བཟོད་པ་ཅིའི་རྗེས་ཀྱང་སངས་རྒྱས་ཀྱི་བྱང་ཁོངས་ག་ལ་འགའ་ཞིག་མེད་ཙམ་གྱི་འོད་སྲུང་རྣམས་ཀྱི་ཚོགས་བསགས་ཏེ་ཀྱང་མ་འོངས་པ་ཧཱུྃ་ཁོང་གི་ནུབ་བདེ་བ་ཅན་གྱི་ཞིང་ཁམས་སའི་སྐྱེ་ཚུལ་བསྒྲུབས་ནས་དེ་བསྒྲུབས་ནས་ན། ཨོ་ཆུང་ཤོར་བ་ལྟར་མོ་རླུང་ཆུ་བཏབ་ན་ཤོང་བདེ་བ་ཅན་གྱི་ཞིང་ཁམས་ནི་མ་སྐྱེས་ན་ཁོང་གི་ལུས་ནི་ཡེ་གཙང་བ་ལོག་པ་དང་ལམ་གྱི་སྙིང་སྐབས་ནི་མོ་རླུང་གི་དམ་བཅའ་སྒྲིབ་མི་དགོས་ཏེ། རང་རེ་རྣམས་ཀྱིས་ནུབ་བདེ་བ་ཅན་གྱི་ཞིང་ཁམས་འཛིན་པ་དེ་སངས་རྒྱས་འོད་དཔག་མེད་པ་ནི་མཚན་བརྗོད་རང་རང་གི་མར་མེ་གང་འོང་མེད་ན་ནུབ་བདེ་བ་ཅན་གྱི་ཞིང་ཁམས་ཀྱི་སྐྱེ་མཆེད་ཀྱི་མོ་རླུང་གི་འཛིན་པ་དེ་ནི་སྐྱེས་ནུས་ནི་དེ་སྐྱེས་ནུས་གཅིག་གི་རྒྱུ་མཚན་གཅིག་རེད།

རང་རང་གི་རྒྱུད་གཉིས་པ་བསོད་ནམས་ཀྱི་དེ་ནི་རྒྱུད་བྱང་ཆུབ་མཆོག་ཏུ་སེམས་ཀྱི་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ནི་བདེ་བ་ཅན་གྱི་སྐྱེ་མཆེད་ཀྱི་འོད་སྨོན་ལམ་ལྟར་བསམ་པ་སེམས་བསྐྱེད་པ་ནི་རྒྱུད་དང་བོ་ཆེ། དེའི་གི་ལུས་ངག་གི་ནི་བདེ་བ་ཅན་གྱི་ཞིང་ཁམས་སྐྱེ་བ་དང་དེའི་རྒྱུད་དུ་ཕྱག་ལེན་མཚར།

གསར་རྙིང་གོང་འོག་གི་ཡི་ན་དམ་པ་རྣམས་ཀྱིས་ལྟར་ན་ནུབ་བདེ་བ་ཅིག་སྐྱེས་གཅིག་གི་སྨོན་ལམ་ཡོད་ནི་དེ་གོང་དང་ན་ཆུང་ནི་དེ་ཁྱད་པར་ཡོད་ནི་མ་རེད། དེ་ལྟར་མ་ཞིག་ན་སངས་རྒྱས་འོག་མིན་ལ་ཚོར་བ་འདི་བདེ་བ་ཅན་དུ་སྐྱེ་བར་ཤིན་གྱིས་བློ་རྗེ་བོ་སྨོན་ལམ་གྲབས་ནས་ན་ཆུང་དེ་ཚིག་ཁ་ཟིག་མིང་གི་མདོངས་མི་ཤེས་ཡ་དེའི་ཡུལ་གྱི་དོན་ན་བྱིན་རླབས་ཆང་སྐྱེས་ཡོད་ནི་མ་རེད་སྨོན་ལམ་གྲགས་པའི་མཚན་མ་རྒྱ་ནི་དེ་རྒྱལ་བསམ་པ།

དེ་ག་རྒྱ་དངོས་པོ་རྒྱག་བྱེད་ན། རང་ཉིད་དང་དངོས་གནས་སྤྱི་ཚོགས་ཚགས་སྒྲུབ་སྦྱོང་གི་བདེ་བ་ཅན་གྱི་གཅིག་གི་རྒྱུ་རྒྱུ་དངོས་མཚུངས་ཀྱི་དཔག་མེད་པའི་སློབ་པ་རྣམས་ཀྱི་ཉིན་ཚེ་གི་སྨོན་ལམ་དད་པ་འོ་དེའི་དབང་གིས་ད་ནི་བདེ་བ་ཅན་གྱི་བྱང་ཁམས